བོད་ཀྱི་སྨན་རྩིས་ཁང། སྨན་སྦྱོར་ཁང་གི་སྐོར་ལ་ཡ། ད་རིང་ང་ཚོ་འདུ་བྱེད་བགྲོ་གླེང་ཞུ་ཡ་ཡིན། ད་རིང་ང་ཚོ་བགྲོ་གླེང་གི་ལས་རིམ་འདིའི་ནང་ལ་ཡ། བཀའ་མོལ་གནང་མཁན་འདི་ནི་གུ་ཅར་སྨན་རམས་པ་ནི་བསྟན་འཛིན་དྷ་ཡེ་ལགས་ཡིན། ཨ་ནི་ད། སྨན་རམས་པ་བསྟན་འཛིན་དྷ་ཡེ་ལགས་ཀྱི་ཨ་ནི་ཅིག་ལོ་རྒྱུས་སྙིང་བསྡུས་ཞིག་འདུ་ཞུ་བར་བྱེད་ན། ཨ་མདོ་རྔ་བ་རྫོང་ལི་ཐུ་ཨ་ནི་ཅིག་ཐོག་མར་འབྲིང་རིམ་བྱས་དེ་ནས་རྒྱ་བོད་ཀྱི་སྐད་ཡིག་འཕྲོད་བསྟེན་སློབ་ཆེན་ནང་ལ་ཡ། བུད་མེད་གསོ་བ་རིག་པ་ལ་ཡ་འདུ་བྱེད་སློབ་སྦྱོང་གནང་འདུག་ཨ་ནི་དེ་ནས་ཨ་ནི་རྔ་བ་ཟུང་ཆུ་རྫོང་གན་ལ་སྨན་ཁང་དུ་ཨ་ནི། བུད་མེད་ཀྱི་ཨིན་དུ་ཞེས་ཕྱག་ལས་གནང་འདུག་ཨ་རི་རྒྱ་གར་ལ་ཡང་འབྱོར་རྗེས་སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་ལ་ཡ་སྨན་རྩིས་ཁང་དུ་ཨུམ་གཅིག་སླར་ཡང་བོད་ཀྱི་གསོ་རིག་སྨན་དཔྱད་གཞུང་ལུགས་ལ་ཡ་སྦྱངས་པ་མཐར་སོན་བྱུང་རྗེས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་དགུ་ཉིན་གྱི་ཟླ་བ་བཅུ་པའི་ཚེས་གཅིག་ནས་རྟ་དབང་ཡན་ལག་མན་ངག་ལ་ཡ་སྨན་ངག་གསར་འཛུགས་ཀྱི་གཅིག་སྨན་པའི་གི་ལས་ཁུར་དུ་ཞུས་གནང་འདུག་དེ་ནས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོར་ལ་ཡ་འབུམ་སྡེ་ལ་ཡན་ལག་མན་ངག་གི་འགན་འཛིན་དང། ད་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོ་ལ་ཡང་སྨན་སྦྱོར་ཁང་གི་སྨན་པ། དེ་ནས་ཕྱི་ལོ་ཉིས་སྟོང་བཅུ་བཞི་གི་ལོ་ལ་ཡང་སྨན་རམས་པ་ཆུང་བ་ལ་ཡང་འདུ་བྱེད་མེད་པར་འདུ་བྱེད་གནང་འདུག་ཕྱི་ལོ་ཉིས་སྟོང་བརྒྱད་ལོ་ལ་ཡང་སྨན་སྦྱོར་ཁང་གི་འགན་འཛིན་གཞོན་པར་འདུ་བྱེད་གནང་འདུག་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོ་ལ་ཅིག་སྨན་རམས་པ་འབྲིང་བ་ལ་ཡང་འདུ་བྱེད་མེད་པར་བྱས་རྗེས་དེ་ནས་སྨན་རྩིས་ཁང་གི་ལ་དྭགས་རིག་གཞུང་བསྟི་གནས་ཁང་གི་འགན་འཛིན་ལ་ཡང་འདུ་བྱེད་བསྐོ་གཞག་མཛད་གནང་འདུག་སྤྱི་ལོ་ཉིས་སྟོང་བཅུ་གཉིས་ལོ་ལ་ཡང་སྐུ་བཅར་སྨན་རམས་པ་ལ་ཡང་བསྐོ་གཞག་བྱུང་རྗེས་སླར་སྨན་སྦྱོར་ཁང་གི་འགན་འཛིན་གཞོན་པའི་གི་ལས་གནས་ལ་ཡང་འདུ་བྱས་གནས་སྤོས་བྱུང་རྗེས་ད་ལྟའི་ཆ་ལ་སྨན་སྦྱོར་ཁང་གི་འགན་འཛིན་གཞོན་པའི་གི་ལས་གནས་འདུ་བྱེད་འཁུར་བཞིན་པ་རེད་འདུག་སྨན་རམས་པ་ཏི་ཙི་ཐའི་ལ་ཐོག་མར་ང་ཚོའི་གི་བགྲོ་གླེང་ནང་ཕེབས་བ་དེ་ལས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡིན། བཀྲ་ཤིས་བདེ་ལེགས། ལགས་སོ་ད་དྲི་བ་དང་པོ་དེ་འདི་ཆགས་ཀྱི་འདུག་ད་སྨན་རྩིས་ཁང་གི་སྨན་སྦྱོར་ཁང་གི་ཅིག་ཐོག་མར་འདི་ག་དུས་འགོ་བཙུགས་ཡོད་མེད་དང་འདི་གི་རྒྱབ་ལྗོངས་ཀྱི་ལོ་རྒྱུས་བརྗོད་རོགས་འདི་མ་སྙིང་བསྡུས་ཅིག་གསུང་རོགས་གནང་ཞུ་ཡི།
ཡིན་ཏེ་འདི་རེད་ཤག་ད་སྤྱི་ཐང་འདི་ང་ཚོ་ལྔ་བཅུ་ང་དགུ་ལོ་ལ་ད་ང་ཚོ་སྤོ་པའི་གང་ག་ས་སྐྱབས་བཅོལ་ལ་ཕེབས་ཚར་བཞུགས་སྐོར་ལ་དེ་ནས་སྐྱབས་མགོན་རིན་པོ་ཆེ་གསོལ་བ་གདན་ས་ཁག་གི་གསོལ་བ་བྱས་པའི་རྟགས་འདིའི་རིག་གཞུང་སློབ་གཉེར་ཁང་དུ་ཕེབས་ཚར་བཅའ་གསོལ་བྱས་གསོལ་ཐུགས་འགན་བཞེས་ནས་ར་གི་འདི་གནང་བསྡད་དུས་དེ་ནས་དཀར་ཟལ་བླ་མའི་ཡེ་ཤེས་སྟོན་ལྡན་ཡེ་ཤེས་སྟོན་ལྡན་ལགས་འདི་དཀར་ཟལ། བདག་ལ་འོ་ཟེར་ལས་བཞུགས་ཡོད་ཟེར། དེའི་སྐབས་དུས་ལ་སྐྱབས་མགོན་རིན་པོ་ཆེ་གཟིགས་ནས་ཚེ་ལ་རྡ་རམ་ས་ལ་བཀའ་འགུགས་གནང། ནར་ལྟ་སྨན་ཤིང་སྒང་དེའི་སྐབས་དུས་ལ་སྨན་ཤིང་སྒང་སུ་ངུ་འདུག་སྨན་ཤིང་སྒང་ཡིན་གྱི་མིན་གྱི་མགོ་འཛུགས་གནང་དགོས་རེད་གསུངས། ཁོང་ལ་འཛིགས་སྐབས་ལྟར་རྣམ་རྒྱལ་བཀྲ་བཟང་ནས་ཤག་རོགས། གསུང་བཤད་པ། ཁ་ཤས་ཟིག་མར་བཀའ་གནང་མར་རེད་མར་བཀའ་གནང། དེ་ནས་དེ་མཉམ་དུ་དེ་ནས་ཉིས་སྟོང་དྲུག་ཅུ་རེ་གཅིག་ལོ་ལ་མར་རྒྱ། གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་ལོ་ལ། དེ་ནི་སྐལ་བཟང་སྨན་རྩིས་ཁང་དབུ་བརྙེས་དང་མཉམ་དུ་དེའི་སྐལ་བཟང་སྨན་གཞུང་གི་འགོ་ཚུགས་རྒྱུ་རེད། དེ་ནི་དང་པོ་བསྟན་འཛིན་དཀར་ཡིད་བླ་མའི་ཞི་དོན་ལྡན་ལགས་ནི་འདི་བྱས་ནས་སྐལ་བཟང་ཨི་ལྟར་སློབ་ཁྲིད་གནང་ཡང་དང་ནད་པ་དར་ཡང་སྨན་བཟོ་ཡ་ལ་སོགས་པ་ཡོངས་རྫོགས་ད་ག་ང་འཛེམ་མེད་ཐོག་ནས་གཅིག་རྐྱང་ད་གཅིག་ལྕོགས་འདྲ་བོ་གནང། དེ་ནི་དྲུག་ཅུ་རེ་བཞི་ལོ་ལ་བླ་མའི།

གྲྭ་བ་གང་གི་བུ་ཡོད་ཟེར་ཁོ་ཚོས་རོགས་པ་བྱས་ནས་དཔེ་མིང་གང་འཚམ་ཟིག་ཡག་པོ་བཟོ་ཐུབ་ཡོད་ཟེར་རེད། དེ་ནས་དེའི་བཞུགས་སྒོ་ད་དྲུག་ཅུ་རེ་བདུན་ཡར་མ་ཟིན་ནས་ད་སྨད་དགུ་གཅིག་ཁྲི་གཅིག་དང་གདོང་ཡར་དེ་རེ་ལས་ཡར་རྒྱས་དང་ཡག་གི་དོན་དག་བརྩད་གཅོད་དང་ཞིབ་འཇུག་བྱས་ནས་རག་གི་ད་སྨད་གློག་གི་ནུས་བ་ལ་བརྟེན་ནས་ཡང་སྨད་གདོང་ཡར་གི་དེ་འདྲའི་ཁ་ཞིབ་འཕྲི་བྱ་ཁ་ཞིག་ཉོས། དེ་ནས་ལག་པ་གི་སྐོར་ཡག་གི་ཡང་རི་བོ་འདྲའི་ཡག་ག་ཞིག་ཡོད་རེད་དེ་འདྲའི་ཁ་ཞིག་གསར་ཉོ་བྱས།

རྒྱ་གར་དང་བལ་ཡུལ་ལ་སོགས་པ་ལྟར་གྲོང་ཁྱེར་ཆེ་ཁག་ལ་སྨན་ཁང་དང་ཁ་ཤས་དང་དེ་ནི་ང་ཚོ་བོད་པ་སྐལ་བཟང་བོད་མི་ནི་རྡོ་གཞིས་ཆགས་ཆེ་ཁག་ཁག་ལ་ཡང་དེར་ནི་སྨན་ཁང་གསར་བ་ཁ་ཤས་བཟོས་མ་རེད་གསར་བ་མང་པོ་བཙུགས་ཤག་དེའི་སྐབས་དེ་ལ་ད་སྨན་རྒྱུ་ཡང་མང་ཟིག་གོ་གི་པའི་ཆ་ནི་ཕར་ཆེར་བརྒྱད་ཅུ་ཡར་མར་ཟིན་ས་བླ་མའི་བསྟན་བཅོས་ར་ལ་བོད་ནས་ཚེ་རབས་འཕེལ་དེ་ནི་གོང་དེ་ཕེབས་ཡོང་དུས་འདི་ནི་དཀའ་ངལ་གཟིགས་ན་ཡག་དེ་འདི་ཧི་མ་ལ་ཡའི་རི་རྒྱུད་ལ་སྨན་རྒྱུ་འཚོལ་ཞིབ་བྱས་ལ་སོགས་པ་ད་འདི་ཕེབས་དེ་ནི་དེའི་བཞུགས་སྒོ་ལ་ད་སྨན་མཐའ་ཡག་ད་གདོང་ཡག་མིན་པ་ཅིག་མི་ཤེས་རང་གི་འཁྲུལ་ཆས་རང་གི་མཐའ་ཡག་འདི་མི་ཤེས་ཁ་ཅིག་གསར་ཉོ་གྱིས་ནི་རེད་གི་ད་ཨུན་པའི་སྐད་ལ་གོ་ནས་མིང་བཟོ་སྐྲུན་ཧ་ལས་པ་ཡག་པོ་ཅུང་ཆགས་དེ་ནི་དེའི་བཞུགས་སྒོ་ཉིས་སྟོང་ཨ་མ་རེད་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་ལོ་ལ་དེ་ནི་ད་སྐལ་བཟས་ལ་མི་བསྟན་པ་བསྟན་འཛིན་ཆོས་གྲགས་ལགས་ཀྱི་དང། སྨན་པ་བསྟན་འཛིན་རྣམ་རྒྱལ་ལགས་རྣམ་གཉིས་ཀྱིས་ཐེངས་འགའི་གསོལ་བཞེས་ཀྱི་ཐད་ང་ཚོས་དངུལ་ཆུ་རིན་རིན་ཆེན་གཙོས་ཐལ་ཆེན་མོའི་ཐད་ལག་ལེན་ཕྱག་བསྟར་དེ་གནང་རྒྱུ་དེ་གནང་ཡོད་རེད་ཐག་དང་པོ་གནང་རེད་དེ་ཡང་ཡི་གེ་རྒྱལ་པོའི་ཕོ་བྲང་ལྕམ་སྐུ་རིན་པོ་ཆེའི་ཕོ་བྲང་རང་ནས་གནང་ཡོང་དུས། ནང་དུ་དེའི་ནང་ནས་ར་གི་དེ་ལག་ལེན་དཔེ་ལམ་ལོང་ཡག་པོ་བརྒྱུད་དེ་སྤྱི་ཡོངས་དུ་བསྟན་ནས་དེའི་སྟེང་ནས་ར་གི་ད་ང་ཚོ་རིན་ཆེན་རུ་བ་གི་ཁག་བཞི་ལྔ་བཞི་པའི་གསར་བཟོ་ཅིག་བྱེད་ཐབས་བྱ། དེའི་སྐབས་དེ་ལ་དེའི་རྐྱེན་གྱིས་ན་ར་གི་ད་ནད་པ་ཡོངས་རྫོགས་ལ་ཧ་ལས་པ་ཕན་ཐོགས་ཆེན་པོ་བྱུང་བ་མ་ཚད་ཀི་མི་མི་ཚེ་གང་ལ་ཡང་དཔལ་འབྱོར་གི་ནུས་ཁུངས་ལ་ཡང་ཧ་ལས་པ། མི་ནག་རླབས་ཆེན་པོ་སྐྱོང་བྱ། དེ་ནས་དེ་དང་བསྟུན་ནས་ད་བརྒྱད་ཅུའི་སྨད་དང་ད་དགུ་བཅུའི་ནང་ཡར་མར་ལ་ང་ཚོས་ད་འདི་གའི་སྨན་བཞུགས་ཁང་གསར་རྒྱག་དང་རྒྱལ་སྤྱིའི་སྤྱི་ནང་ཡར་རྒྱས་ཧ་ལས་པ་ཡག་པོ་སྐྱོང་བྱ། དེ་ནས་ཉིས་སྟོང་བདུན་ནས་ད་ང་ཚོས་འདི་གའི་ད་དེང་རབས་དང་མཐུན་པར་གྱི་ད་སྨན་འདི་གའི་སྨན་བཞུགས་ཁང་གི་སྨན་རྒྱུ་བཞག་ས་ལ་སོགས་པ་དེ་ནས་ཡར་རྒྱས་ཡག་པོ་བཏང་ཡོང་བས་དེང་རབས་དང་མཐུན་པར་ཡར་རྒྱས་འདྲ་བོ་ཧ་ལམ་སྐྱོང་བྱ་ཙམ་གྱི་འདུག་དེ་ནས་ད་ཉེ་བའི་ལོ་ཞིག་ནང་ལ་ཡང་དེ་ནི་ད་ག་ཚོད་སྨན་བཟོ་སྐྲུན་གྱི་ཕུང་པོ་དེ་ར། དབྱར་ཕྱི་ཆེ་རེ་ཡག་རེ་ཡག་རེ་འགྲོ་བསྡད་ཀྱི་འདུག་མ་རེད་དབྱར་འཕར་བསྡད་ཀྱི་ཡོད་རེད། དེ་ནས་ད་ལྟ་དེ་ནས་སྐབས་འདྲ་བོ་ནས་འཛིན་ཁང་སྨན་རྩིས་ཁང་སྨན་ཞོར་ཁང་ལ་འཛིན་གྱི་འདུག་ཡོད་རེད། ཨམ་རྗེས་དགུ་བཞི་ཡོད་རེད། དེ་ནས་ལས་བྱེད་སུམ་ཅུ་སོ་གསུམ། དེ་ནས་ལས་མི་ཉི་ཤུ་རྩ་གཉིས། གཅིག་ནས་ད་ཁྱོན་བསྡོམས་ཀྱི་ལས་བྱེད་དེ་འདྲས་ཡོད་རེད། དེ་ཡོད་དུས་ད་ང་ཚོ་ད་ལོ་རེ་འཛིན་གྱི་ད་ཕར་ཆེར་རེ་ང་ཚོ་བཞུར་ཁྲི་འདྲ་བོ། ཕར་ཆེར་རེ་འདི་གཅིག་ཡོད་ཟེར་རེ་རྒྱུན་གོས་ཀྱི་ད་ཡན་ལག་ཁག་ལ་དགོས་ཡག་གི་སྨན་ཡོད་ར། ཨོ་དེ་ཡོད་དུས་ཕར་ཆེར། ཐུན་གྲངས་འཛིན་གྱི་འབུམ་བཞི་བརྒྱ་ཉི་ཤུ་ལྷག་བཟོ་སྐྲུན་བྱེད་ཐུབ་ཀྱི་ཡོད་ཟེར་ཏེ་ཏན་ཏན་བཟོས་རེས་བྱས། དེ་བཞིན་དུ་དཔེར་རིམ་པ་རིམ་པ་རིམ་པ་བྱས་ནས་ཡར་རྒྱས་ཤུགས་ཆེན་པོ་འགྲོ་བྱ་དེ་གནང་ཞིང་ད་སྔོན་ཆུ་ལུད་ལག་ལེན་དང་ཧ་ལས་པའི་ང་ཚོའི་སྨན་སྦྱོར་གང་གི་ནང་མ་རེད་སྨན་སྦྱོར་གྱི་ལག་ལེན་ང་རང་གི་རྩ་ཆེ་ཤོས་དེ་ཆགས་བསྡད་ཡོད་རེད་དེ་ཡང་ད་རིམ་པ་རིམ་པ་བྱས་ནས་ཡར་འཕེར་ནས་ཡག་པོ་བྱུང་བྱ་དེ་རེད། དེ་འདྲས་ཟེར་ཞིང། ད་བོད་ཀྱི་གསོ་བ་རིག་པའི་གི་སྨན་སྦྱོར་གྱི་ལག་ལེན་སྦྱོར་བ་འདི་ག་འདྲས་རེད་དེ་གཅིག་མ་ངོ་སྤྲོད་གནང་ན་ཞུ། ད་ལྟ་གསོ་བ་འདི་རེད་ཤག་དེ་སྤྱིར་བཏང་འཛིན་སྐབས་སུ་པོ་གང་ཅིའི་འབྱུང་སྲོལ་ད་གར་ཟེར་འགྲོ་བ་མི་ཆགས་པ་ནས་བཟུང་ད་ཤི་ཡིན་ད་འཁོར་ཡིན་ད་ནམ་ཤི་ཚ་གྲང་འཕེལ་འགྲིབ་ལ་སོགས་པ་དེ་འདྲས་ཀྱི་རྐྱེན་གྱིས་ན་ན་ཚ་མང་པོ་ན་ཡང་དུས་ན་ཚ་དེ་རྣམས་ལ་གདོང་ལེན་བྱེད་དགོས་ཡི་སྐབས་དུས་ལ་ད་སོ་སོའི་སུ་ག་རིམ་པ་ཅིག་ནས་ཉམས་མྱོང་བསགས་ནས་དེའི་རྐྱེན་གྱིས་ན་དེ་ནི་དཀར་ཟལ་ང་ཚོའི་སྤོབས་པ་གི་དཀར་ཟལ་ནས་བསྐྱུར་ཐབས་ལ་རྟགས་རིགས་པ་འདྲ་བོ་དང་རྨང་གཞི་འདྲ་བོ་དེ་ལས་བཞི་བཅུ། དེ་ནས་ཁུ་བ་རྣམས་ཀྱི་རིམ་པ་བཞིན་དུ་པས་དུས་དང་བསྟུན་ནས་ར་གས་པས་གཞི་མཇུག་ཅི་ཡོང་དུས་ད་ང་ཚོའི་གཤིས་ཁོར་ཡུག་གི་འབྱུང་བ་ངོས་འཛིན་ཐུབ་པ་དང་དེ་ནས་འབྱུང་བ་གི་ཤེལ་ལི་ག་རེ་ག་རེ་ཡིན་པ་འབྱུང་བ་བཞི་གི་ཤེལ་ལི་ག་རེ་ག་རེ་ཡིན་པ་གསར་རྟོགས་བྱུང་བ་དང་དེ་ནས་དེ་ནང་བཞིན་གྱི་ད་འབྱུང་བའི་སྐྱེས་པའི་སྐྱེ་དངོས་རྩི་ཤིང་ཡོད་ར་ད་སྨན་རིགས་ཡོད་ར་འོ་ཁོ་སོགས་ཀྱི་ནུས་བ་ལས་གཞི་མཇུག་ཡག་པོ་བྱས་ནས་ར་གས་ད་དེ་ནས་དཀར་རྩི་འབྲུ་བ་མི་ལ་སོགས་པ་ད་སེམས་ཅན་ལ་སོགས་པ་དེ་མང་པོ་ཡོད་རེད་ཨ་གང་ག་ལ་ཕན་ཡག་གི་སྨན་གི་རིགས་དེ་དག་པའི་གསར་གཏོད་འདྲ་བོ་བྱས་དེ་ནས་གསར་བཞུགས་ཀྱིས་དེ་ནས་དེའི་བཞུགས་སྒོ་རྗེས་སུ་ཡང་པའི་རིམ་པ་བྱས་ནས་རག་གི་ད་ད་ག་རེད་སྨན་རྫས་ཆ་གི་རུ་ནུས་བཞི་བརྒྱད་ལ་སོགས་པ་ད་དེའི་རིགས་དེ་ཆ་ཚང་ཞིབ་འཇུག་ཡག་པོ་བྱས་ནས་དེ་ནས་ཕན་ཚུན་སྨན་གཉིས་མང་པོ་མཉམ་དུ་བཞུར་བསྡེབས་བྱས་ནས་བཟོ་ཡོང་དུས་ཧ་ལས་ཡང་ཕན་པའི་དམིགས་བསལ་ཡོད་པ་འདིའི་སྨན་གསོ་ཡོད་པའི་ད་ཉམས་རྟོགས་འདྲ་བོ་ད་འདི་ཅུང་ཞག་དེའི་རྒྱུ་མཚན་དེ་ལ་བརྟེན་ནས་རག་གི།

གྲུབ་བདེ་ཤ་ད་དེའི་འདི་གསོ་བོ་ལག་ལེན་དེ་བྱེད་སྟངས་འདྲ་བོ་ལ་ཡང་དེ་མང་པོ་བཟོས་འགོད་ཡ་རེད་འདི་ད་གལ་ཏེ་འདི་འདྲིས་ཀྱི་ལག་ལེན་རྩ་ཆེན་པོ་དེ་བྱེད་ཡ་ལ་ཐག་དང་པོ་དང་པོ་དེ་སྨན་རྒྱུ་ངོ་ཤེས་དགོས་ཀྱི་ཡ་རེད་སྨན་རྒྱུ་སོ་སོ་སོ་སོ་ངོ་མ་ཤེས་ན་སྨན་གྱི་ག་ལ་གི་གཞར་ཞིག་མ་རང་དེ་བྱེད་དུས་སྨན་རྒྱུ་སོ་སོ་ངོ་ཤེས་ཡ་དེ་དཔེ་གལ་ཆེན་པོ་བརྩི་དགོས་ཡ་རེད་དེ་ནས་དེ་ནང་བཞིན་གྱི་སྨན་རྒྱུ་སོ་སོ་སོ་སོ་གི་རོ་ནུས་གཞིར་བྱས་ཀྱི་ལས་ཀ་བྱེད་སྟངས་དེ་དཔེ་གལ་ཆེ་ཤོས་བརྩི་གི་རེད་དེ་ནས་དེ་མཉམ་དུ་ད་སྨན་རྒྱུ་ག་ཤེད་སྨན་སྔོ་སྨན་ག་ཤེད་འཛིན་གྱི་འདི་རེད་ག་ཚད་ཁོ་རང་རང་བཞིན་གྱི་འདོད་དགུ་ཡོད་པ་དང་བའི་ནུ་ཡི་གཟུགས་ཕོག་ཤུགས་ཆེན་པོ་ཡོད་པ་དེ་འདྲའི་མང་པོ་བཟོས་ཡོད། དེའི་རིགས་དེ་ཆ་ཚང་དུ་འགྲོ་གིན་ཡང་སྨན་གཞན་པ་མཉམ་དུ་གཞིར་ཡོང་དུས་ཧ་ལས་པ་སྨན་ཡག་པོ་ཆགས་འདྲ་གི་ཡོད། དེ་འདྲའི་གི་པར་ཙེ་དུག་འདོན་དང་དལ་ཡ་ཤེས་དུག་འདོན་ལ་སོགས་པ་དང་དེ་འདྲའི་གི་མང་པོ་བཟོས་ཡོད། དེའི་རིགས་དེ་འཇིག་མི་འཇིག་རྟོགས་དགོས་ཀྱི་ཡོད། དེ་ནི་གལ་ཆེ་ཤོས་དེ་གཞིར་ཐབས་དེ་ཧ་གོ་དགོས་ཀྱི་ཡོད། ད་དེའི་རྣམས་དེ་རྣམས་ཀྱི་ད་སྐར་ཚོགས་སྨན་གྱི་ངོ་ཤེས་རོ་ནུས་ཀྱི་གཞི་གཅིག་ལས་ངོ་ཤེས་ཡང་དེ་ནི་ད་མ་ཚད་ཀྱི་ལག་ལེན་ཆ་ཚང་ངོ། ཏོག་ཡོང་དུས་སྐྱེ་ཐབས་ཡོང་དུས་ད་ཁོ་ཚོ་ཕན་ཚུན་བཞར་ཡ་ལ་བས་འདི་ཡོད་རེད་ག་ལ་དགོས་རེད་ད་བཞར་ཐབས་མང་པོ་ཡོད་རེད་བཞར་ཐབས་མང་པོ་དེའི་ནང་ནས་ད་བཞར་ན་འདི་སྐྱེས་ནས་བཞར་ཐབས་རིགས་ཆེ་བ་གང་གཉིས་སྐྱེས་ཆོག་གོ་རེད་ད་བཞི་བཤད་དང་གཞུང་བཤད་ལབ་ན་རེད། བཞི་བཤད་ལས་དེ་ག་རེ་ལབ་དགོས་ལབ་ན་ད་ང་ཚོའི་གཟུགས་པོ་ནང་ལ་ན་ཚ་ཟིག་ཅུང་ཡོང་དུས་དཔེ་ཆ་ནས་ཕོ་བ་ནང་ལ་ན་ཚ་ཟིག་ཅུང་ཡོད་ན། ན་ཚ་དེ་རང་ད་ཕོ་བ་རང་གི་ནང་ལ་ད་ག་ཡོད་པ་ད་ག་རང་ཕར་བཞི་བར་བྱེད་པ་གི། ཐབས་ཤེས་ཀྱི་སྨན་གྱི་བཟོ་སྟངས་གཅིག་རེད། དེའི་རིགས་ལ་འཛིན་གྱི་རྟགས་ལྔ་སུ་ཐང། ཤེལ་མ། རི་བོ། རྡེལ་ཀི། སྨན་མར། ཐར་སྨན། མཁན་ཁྲ། སྨན་ཆང་རིན་པོ་ཆེ་དང་སྔོ་ཞོ་ལ་སོགས་པ་ཀྱི་ནང་སྨན་བཞི་སྟོང་སྣ་ག་བཅུ་ཟིན་ཡོད་རེད། ད་དེ་ནི་ཡང་དུ་མ་ཡིན་པའི་བཞེར་ཐབས་གཞན་པ་གཅིག་དེ་འདི་རེད་གལ་ཏེ་གཞུང་བཞེས་ལབ་གི་རེད། གཞུང་བཞེས་ལས་དེ་གང་འཕྲལ་ཟིན་ཏེ་ལབ་ན་རྟགས་ལྔ་སུ་གཟུགས་པོ་ནང་གི་ན་ཚ་མང་པོ་ཟི་ཡང་ཁབ་ཐུག་གི་གཞི་ཐུག་ཡོད་མ་རེད། ཉེ་བར་དེ་ཡིན་གྱི་མིན་གྱི་ཤུ་ལོག་མ་རེད་ཁབ་ཐུག་གི་དོན་ཡག་གི་ཐབས་ཤེས་ཅི་ནི་རེད། དེ་ཕྱིར་ནི་འཕོ་བ་གི་ན་ཚ་དང་དེ་ནི་བད་ཀན་དང་གྲང་བ་དང་འཕོ་བ་གི་ན་ཚ་དེ་ལས་ཡར་རེ་བཅུག་དང། སྨན་དེ་འདི་དང་བུག་ཕོག་ནང་ལ་བལྟས་སུ་ནུ། ཕོག་ཐུག་འདྲེས་ཀྱིས་དེ་བཅུག་མའི་ནང་ལ་ཡར་རེ་ན་བཅུག་གིས་བརྒྱུས་པ་དང། ད་ཁྲག་དང་མཁྲིས་པ་ལ་སོགས་པ་གི་དེ་དེའི་ན་ཚ་མང་པོ་ཡང་རྒྱུ་མ་དང་རླུང་གི་ནང་གི་རྒྱུ་མ་རེ་བཤལ་སྨན་དང་ནི་མ་རེ་བཤལ་བཅུག་གི་ཡར་ལོགས་སུ་བ་དེར་ནི་གཞུང་གི་ལག་ལེན་འཛིན་པ་རེ། དེའི་ནང་ལ་ཡང་དེར་ནི་སྣུམ་ཆུ་བཤལ་བཅུག་གི་སྣར་མའི་འཇམ་རྩི་སྣོད་ཧྲལ་རྩ་གཞུང་ལ་སོགས་པ་གི་ནི་གཞལ་ཐུབ་པ་བདུན་ཡོད་རེད། ད་དེ་ཅི་ཡང་དུ་ད་དེའི་རིགས་ཆ་ཚང་དུ་འགྲོ་དགོས་དམ། ད་སྨན་གྱི་ནང་གི་གཞུ་རྩི་གི་སྐད་ལ་གཞུ་ཐབ་ཀྱི་འདི་འདྲ་བོ་རེད་རྨང་གཞི་འདྲ་བོ་རེད་དེའི་རིགས་ད་དེའི་ནང་གི་མང་ཆེ་ང་ཚོས་བཏང་སང་སྨན་རྩིས་ཁང་ནས་མང་ཆེ་བཟའ་བཟའ་བསྡད་གི་རེད་ད་འདིའི་ཐང་བཏང་ཕྱི་མ་རེད་བོ་ད་འདི་རྒྱབ་ལོག་འདི་ཆ་ཀ་ཡོད་པ་ནང་བཞིན་གྱི་དེའི་རིགས་དུ་བཟོ་བསྡད་གི་ཡོད་རེད། ལ་ད་འདི་ཟེར་རེད་ལ། ལ་སོ་ད་འདི་ནས་སྨན་སྦྱོར་ཁང་གི་ད་དུས་རྒྱུན་དུ་ད་ཉི་མ་གཅིག་གིས་གཅིག་གི་ལས་དོན་གནང་ཕྱོགས་བྱོས་ལ་འདི་ག་འདྲ་རེད་འདི་གཅིག་མ་གཅིག་ངོ་སྤྲོད་ད་སྙིང་བསྡུས་ཤིག་གནང་རོགས་གནང་ཞུ་ཡིན། ད་ལྟའི་བདེ་སྐྱིད་ཤོས་རྣམ་གཞག་གི་ཐད་ཀར་དེ་སྨན་གྱི་ལག་ལེན་དེ་དཔེ་རྩ་ཆེན་པོ་ཡིན་པ་དང་དེའི་ལག་ལེན་རྣམས་ཀྱང་ད་སྔར་ག་ལ་དགོས་རེད་ང་ཚོའི་དེབ་ཅིག་གི་ནང་ལྟ་ཡག་དང་མིག་ཅིག་གིས་མཐོང་བ་ཙམ་གྱིས་ང་ཚོས་རྟོགས་ཐུབ་ཡོད་མ་རེད་དེ་བཞིན་དུ་ཡིན་གཅིག་མིན་གཅིག་ལ་སྐལ་ལྡན་ཨམ་ཆིའི་གོང་མ་གི་རྒྱུད་པ་དེ་ཡོད་ར་དཔེ་གལ་ཆེན་པོ་རེད་དོན་དངོས་ལ་དངོས་སུ་ག་ལ་དགོས་རེད་ཁོ་དམར་ཁྲིད་ལག་ལེན་ཐོབ་དགོས་ཏེ་དཔེ་གལ་ཆེན་པོ་ཆགས་ཀྱི་ཡོད་རེད་དེ་བཞིན་དུ་ད་དང་སང་ང་ཚོ་འདི་དག་རང་རེ་སྔོན་མ་ཨམ་ཆིའི་རྒན་པ་ཟིག་མ་རེད་ལག་ལེན་གནང་བཞག་ཡོད་ད་དེའི་རིགས་དེ་མ་རེད་འདིའི་ལག་ལེན་བྱེད་བཞིན་པ་རེད་དེའི་སྒང་ལ་དང་སང་གི་དེ་ཚན་རིག་གི་ད་འཕྲུལ་ཆས་དང་རེ་མང་པོ་ཡོད་ར་ཨོ་ད་འདི་ཟུང་འབྲེལ་གྱིས་ནི་ད་སྨན་བཟོ་བཞིན་པ་རེད་ད་དེ་སྨན་དེ་བཟོ་ཡ་ལ་ད་བེད་སྤྱད་ན་ང་ཚོ་སྨན་བཟོ་གང་འདྲ་བོ་ཡིན་ན་ད་ལོ་རེ་རེ་རེ་གི་སྐད་ཆ་ཆུ་མགོ་ནས་མ་རེད་བརྩི་ཡ་ན་ད་སྨན་བཅོས་སྨན་མཁོ་སྒྲུབ་བྱེད་ཡ་ད་རེད་ད་བེད་སྤྱད་ན་སྨན་བཅོས་མཁོ་སྒྲུབ་བྱེད་ཡ་དེ་ད་ལོ་རེ་གི་ཀ་རེ། སྨན་བཟོ་སྐྲུན་གྱི་དགོས་གལ་ལ་ལྟ་ན་ད་ག་ཟེ་ལོ་རྒྱུས་མ་ལ་སྨན་དགེ་སློང་འདི་འདྲས་སུ་འགྲོ་ས་རེད་བསམ་བསམ་གྱིས་ཅིག་ཚོད་དཔག་བྱེད་པ་ར་འོ་དེ་ཀྱིན་དེ་གཞི་ལ་བཞག་ནས་ར་གི་ད་ག་ཟེ་མཁོ་སྒྲུབ་བྱས་ཏེ་ག་རེད་མཁོ་སྒྲུབ་བྱས་ད་མཁོ་སྒྲུབ་བྱས་ནས་སྨན་དུ་ཚེ་ར་སྨན་སྦྱོར་ཁང་འབྱོར་ཚེ་ར་བཞི་གོ་ལ་ད་ང་སུ་འདི་བྱེད་གི་བརྟག་དཔྱད་བྱེད་གི་ར་རེད་ད་བརྟག་དཔྱད་བྱས་ལ་ད་སྔོན་མ་ནི་ང་སུ་རྒན་ཨ་མཇེ་སུ་དེ་རིང་ནི་རོ་དང་ཅིག་མདོག་དང་ཆ་ཚང་ལ་ཁ་ལ་ཟ་ནི་བྲོ་བ་དང་ཆ་ཚང་ལ་ལྟ་ནི་བརྟག་དཔྱད་བྱེད་དེ་ག་རེད་དེང་སང་དེ་དང་ཉམས་མདོག་ད་ཚན་རིག་གི་བརྟག་དཔྱད་བྱེད་གི་ར་རེད

གཙང་མ་བཟོ་ཡང་དུ་དེའི་ནང་ལ་སྐར་ཚ་སྙིགས་འདྲ་བོ་དང་གསར་རྡུལ་འདྲ་བོ་དང་ད་ལྟའི་སྨན་གྱི་ཁོ་རང་མ་ཡིན་པའི་དངོས་པོ་བཞི་འཛིན་ཡོད་ར། དེ་རིགས་དེ་ཆ་ཚང་ཚད་ལ་བཏོན་ན་ར་གི་ཧ་ཅང་གི་ཕྲ་བཞི་བཞི་པ་གི་ཐོག་ནས་ཡོད་ར། ད་གཙང་བཟོ་བྱེད་བསྡད་གི་རེད། ད་གཙང་བཟོ་བྱས་གཅིག་གཅིག་དེ་ནས་སྨན་རིགས་ཁ་ཤས་ད་རྗེས་བཞུགས་ཡ་རྣམས་བཞིན་གྱི་ད་ལག་ལེན་གཅིག་བྱེད་དགོས་གི་ཡོད་ར། ད་དེ་ཡང་དཔེ་ཆ་གི་སྨན་བཞར་ཐབས་ལ་མ་འདྲ་བ་དང་སྨན་གྱི་ངོ་བོ་དེ་འདྲའི་རྩི་པོ་དང་ད་འཇུ་བཀག་པོ་རིགས་དེ་འདྲའི་ཡིན་པའི་ཆ་ནས་ད་སྨན་ལ་ཡང་ལག་ལེན་བྱ་སྟངས་ཡང་དཔེ་མང་པོ་བཟོས་རེད།

དུག་མདུན་དུ་གཟིམས་ཚར་བའི་གཞུག་གུ་ལ་སྟག་གཞུང་ཚིགས་ནང་བཞིན་གྱི་སྟབས་སྨན་གྱི་བཞུར་ཚུལ་ནང་བཞིན་གྱི་སྟབས་བཞར་ཚུལ་མཉམ་དུ། སྨན་རྒྱུ་གང་གི་མཉམ་དུ་ཏྲི་ཏྲི་བཏང། སྨན་བཞར་ཐང་རེ་རེ་ལ་ཀི་ལོ་ག་ཚད་སུ་དགོས་ཀྱི་སྟབས་སྔོན་མ་ཡིན་ན་ཀི་ལོ་བརྒྱ་མ་བཅུ་བཅོ་ལྔ་མར་ཀི་ལོ་ལྔ་ཁྲིག་ཁྲིག་བདུན་བཅུ་བཅོ་ལྔ་དེ་འདྲའི་རེད། ད་དེང་སང་ཚིགས་བདུན་བརྒྱད་བརྒྱའི་རྒྱལ་ཁ་ཞིག་ལ་ཡིས་གཅིག་སྟོང་བཟོ་དགོས་པ་དེ་འདྲའི་ཡ་ཡོང་གི་ཡོད་རེད།

ཀྲུག་ཀྲུག་དང་ཡག་གི་མི་ཤིང་ཆེན་པོ་གཅིག་ཡོད་དེའི་ནང་ལ་རྐང་འགའ་མཉམ་འདུག་ལུགས་དེ་ནས་ཀྲུག་ཀྲུག་དང་ཡང་དུ་དཔེ་ཧ་ལས་ཡ་འདྲེས་འགྲོ་གི་ཡོད་རེད་དེ་ནས་དེ་གསེར་ཁྲི་གཅིག་ཚར་བའི་གཞུག་གི་ལ་ཡོད་གི་རི་སྦྲུལ་ཁང་ལ་འཁོར་ནས་རེད་དེ་ནས་ད་དེའི་ནང་ལ་ཡང་གཟིར་གི་སྒྲུང་ཡག་གི་སྨན་ཁ་ཤས་ཡང་ཡོད་རེད་སྨན་གི་ཁུ་བ་ཡོད་ཡ་དེའི་རིགས་དེ་ངས་གཟིར་གི་སྒྲུང་གི་ཡོད་རེད་དེའི་རིགས་དེ་ཡང་དགོས་ན་རེད་དེ་གལ་ཏེ་དེ་འདྲའི་མེད་ན་ཁོ་ཆུ་ཁོ་རང་ཡག་པོ། བཀོད་ནས་རེད། དཔེ་ཆུ་ཧ་ལས་པ་གཙང་མ་བཟོས་ནས་རེད་དེ་ནི་རི་བོ་འབྲི་བཞག་རེད། རི་བོ་འབྲི་རི་བོ་འབྲི་ཚར་ཡོང་དུས་དེ་ནི་གཏད་དེ་སྐམ། སྐམ་ཚར་བཞུགས་གོ་ལ་ཡང་གོ་ལ་ཆེ་ཆུང་ལྟར་ཡག་པོ་བྱུང་ཚར་བཞུགས་གོ་ལ་དེ་ནི་རི་སྐྱག་རྒྱག་ལམ་ནས་རེད་དཔེ་རི་བོ་འཇམ་པོ་བཟོ་དུས་ཡོད་རེད། རི་བོ་འཇམ་པོ་ཚད་ལྡན་བཟོ་དེ་སྐམ་ཚར་བཞུགས་གོ་ལ་དེ་ནི་ད་ང་ཚོས་སྨན་བཟོ་ཚར་རེད། དེ་བཞུགས་དུས་ཚོད་གྲངས་བཤེར་གང་ལ་བཏང་གྲངས་བཤེར་གང་ནི།

དམིགས་བསལ་གྱི་རིན་ཆེན་རུས་པ་དེ་ལྟ་སྔོན་མ་འཛིན་གྱི་ང་ཚོ་སྒམ་གྲུ་བཞི་གི་ནང་ལུས་ཀྱི་ཡོད་ཨ། ད་དྭངས་སངས་འཛིན་གྱི་འདི་གྱི་ནང་རེ་མི་ཤིང་ཆེན་པོ་དམིགས་བསལ་གྱི་མི་ཤིང་ཆེན་པོ་དེ་ཉོས་ཡོད་རེད་དེའི་ནང་བཏང་ནས་གྱི་ལམ་སང་གཅིག་མང་པོ་བརྒྱབ་ཐུབ་ཡ་དང་དཔེ་ལྟ་པོ་ཡོད་པ་དང་མཁའ་རླུང་དང་རླུང་དེར་ནང་མ་འགྲོ་ཡ་དམ་འདི་གྱི་ལ་གོ་རེ་གོ་འཕྲོ་ལྷག་མ་འགྲོ་ཡ་ལ་དེར་ཧ་ལས་ཡང་ཕན་པོ་རེད་དེ་གྱི་ནང་ད་དེར་གྱི་ནང་རིན་ཆེན་རུས་པ་དེར་དམིགས་བསལ་གྱི་ནི་འདི་གྱི་འདི་གྱི་ཡོད་རེད་ད་དེར་ཐུམ་བརྒྱབ་ཚར་བཞི་གོ་ལ་ད་ཕྱི་ནས་ཡར་སྨན་བཙུན་ལ་ཡར་རྩིས་བརྒྱབ་དེར་གྱི་རྩིས་བརྒྱབ་བསྡད་གྱི་ཡོད་རེད་ད་དེ་འདྲའི་ཟེར་རེད།
སྨན་སྦྱོར་ཁང་གི་རྟ་གཅིག་སྨན་ཟོས་ཀྱི་རྟ་སྨན་རྒྱུ་གཞུང་གུ་ར་རྒྱུ་གཞུང་གུ་ར་འདི་ག་རི་ག་རི་རེད་ཨནི་ཅིག་སྨན་གྱི་རྒྱུ་འདི་ཚོ་ཅིག་མཁོ་སྒྲུབ་འདི་ཚོ་ག་བ་ནས་གནང་གི་ཡོད་རེད། རྟ་སྨན་དེ་འདི་རེད་ལ། སྤྱིར་བཏང་ཅིག་སྨན་སྦྱོར་ཁང་ལ་རྟ་སྨན་རྒྱུ་ཧ་ལས་མང་པོ་ཡོད་རེད། སྤྱིར་ཡོང་གི་ཆ་ནས་ང་རང་ཚོ་སྤོ་པའི་སྤོ་པའི་སྨན་གཞུང་གི་རྟ་བ་འདྲ་བོ་ག་རེ་རེད་ལབ་ན། རྟ་བཞི་འཁོར་ཡུག་རྟ་ང་ཚོས་བཞི། འཇིག་རྟེན་ཁམས་ཡོད་ར། དེའི་འབྱུང་བ་བཞི་གི་གྲུབ་རྒྱུ་རེད། ནང་བཅུད་ཀྱི་སེམས་ཅན་དེའི་འབྱུང་བ་བཞི་གི་གྲུབ་རྒྱུ་རེད། ཁོ་གཉིས་ཀའི་འབྱུང་བ་གྲུབ་བྱེད་ཀྱི་རྒྱུ་ཆ་གཅིག་པ་ཡིན་པའི་ཆ་ནས་གཅིག་གིས་གཅིག་ལ་ཕན་གནོད་ཡོང་གི་རེད། དེ་ནང་བཞིན་གྱི་ད་འཛམ་བུ་གླང་གང་ལ་ཡོད་པའི་སྐྱེ་དངོས་དང་ད་གཏེར་རྫས་དང་ད་རིན་པོ་ཆེ་ལ་སོགས་པ་ཡོངས་རྫོགས་དེ་སྨན་གྱི་རིགས་སུ་འགྲོ་གི་རེད། ཡིན་ན་ཡང་ད་སྨན་ཁོ་རང་སོ་སོ་སོ་ངོས་ཟིན་པ་དང་ཤེས་ལས་ངོས་རྟོགས་ཐུབ་པ་མ་ཚད་ད་འོང་ཕན་ཚད་གཞར་ནི་རེད།

འདིར་སྤྱི་ནི་ད་ལྟའི་བཞེད་དུས་ད་འབྱུང་བ་གི་སྤྱི་ལས་ད་སྨན་གི་རིགས་ཡོད་ར་ཆ་ཚང་དུ་རུ་ངོས་འཛིན་བྱེད་དང་དེར་སྐད་ཆེ་ཤོས་རེད་དེའི་བཞེད་དུ་ང་ཚོ་ད་སྤྱི་འོང་གི་ཆ་ནས་པོ་པོ་རང་ལ་སྤྱི་ཡ་གི་ད་ངོ་སྨན་ཉིས་སྟོང་ལྔ་བརྒྱ་ལྷག་ཡོད་ས་རེད་དེ་ནས་གཏེར་གི་སྨན་རྫས་གི་ད་རྡོ་བ་རྡོ་བ་གི་རིགས་དེ་འདྲའི་རིགས་ཡོད་ར་གཏེར་རྫས་གི་རིགས་གཏེར་སྨན་གི་རིགས་ལ་ཡང་པའི་བརྒྱ་དང་དྲུག་ཅུ་རེ་བཞི་ཡར་མ་ཟིན་ཡོད་ས་རེད་ད་ཉིན་བཅས་བསྡོམས་ནས་རག་པར་བྱས་ཉིས་སྟོང་བདུན་བརྒྱ་ལྷག་ཟེར་ངོས་འཛིན་གནང་གི་ཡོད་ས་རེད་ད་དེང་སང་ང་ཚོ་སྨན་རྫས་ཁང་ནི་འདི་རེད་ཕལ་ཆེར་སྨན་རྒྱུ་གཅིག་སྟོང་ཙམ་ཚུད། ད་ངོས་འཛིན་གྱིས་བདག་ཉར་བྱས་ཏེ་ཡོད་རེད་ད་འདི་འདྲའི་ཆེ་ནས་རི་མོ་བྲིས་ཡ་ལ་སོགས་པ་གི་བདག་ཉར་བྱས། དེ་ནས་ད་དེའི་ནང་ནས་ད་རྒྱུན་དུ་བེད་སྤྱོད་བཏང་ཡག་གི་སྨན་སྨན་རྒྱུ་ལྔ་བརྒྱ་ལྷག་ཟེར་ཏེ་ང་ཚོ་སྨན་སྦྱོར་ཁང་ནས་རྒྱུན་དུ་མཁོ་སྒྲུབ་བྱས་ནས་བེད་སྤྱོད་བཏང་བཞིན་པ་རེད། དེ་བཞིན་དུ་ད་དེ་མཁོ་སྒྲུབ་དེ་འཛི་ཀི་མཁོ་སྒྲུབ་བྱེད་ས་ནི་མང་པོ་ཡོད་རེད་ད་ད་དུམ་འདྲ་བོ་རོབ་རོབ་ཏུ་སྦྱར་བ་ཡིན་ན་ད་འདི་འདྲ་བོ་རེད་དཔེ་ཆ་ནི་རེ་གི། དེ་སྨན་རྒྱུ་གི་སྟབས་སྨན་རྫས་ཡོངས་རྫོགས་བཀོལ་ཡོང་ར་བརྒྱ་ཆ་དྲུག་ཅུ་ཙམ་རྫི་ད་ང་ཚོའི་རྒྱ་གར་ལྡི་ལི་དང་ཨམ་རི་སར་དེའི་ཁབ་དེ་ནས་ཉོས་རག་གི་ཡོད་ར་ཁབ་ཐུག་ལ། ཡིན་ནའང་དེའི་ནང་ལ་ཡང་ཁོ་ཚོས་ཡང་ཡི་གེ་གཅིག་ཧི་མ་ལ་ཡ་དང་རུ་རྒྱུ་རི་ས་མཐོ་ས་ལ་སྐྱེ་ཡག་གི་སྨན་རྒྱུ་ཁོ་རང་མང་པོ་དེ་ཡང་ཁོ་ཚོའི་ལག་རག་བསྡད་གི་ཡོད་ར་དེའི་ནང་ནས་ང་ཚོའི་དེ་འདྲའི་ཡ་ཁ་ཤས་ཡང་ང་ཚོས་ཁོ་ཚོའི་ལག་ནས་ཉོ་དགོས་ཡ་ལ་སོགས་པ་གང་ད་དེའི་ནང་ལ་ཚུད་བསྡད་གི་ཡོད་ར། དེ་ནས་བརྒྱ་ཆ་བཅོ་ལྔ་ཙམ་རྫི་འདི་ཡིན་ས་རེད་ད་ཧི་མ་ལ་ཡ་རུ་རྒྱུག་གི་ཡོད་ར་ཡུལ་མི་རྣམས་ལ

ཡང་དེང་སང་ཉེ་ཆར་རང་གསར་བ་ཁ་ཤས་བཟོས་ཏེ་ཏཱ་ལའི་བླ་རྒན་ཚོགས་པ་ཡོང་གི་ད་དེང་སང་བསྡོམས་བརྒྱབ་ན་སྨན་གསོལ་སྨན་བརྒྱ་དང་བདུན་ཅུ་དོན་ལྔ་ཙམ་དེ་ནས་རིན་ཆེན་རིན་པོ་ཁང་བརྒྱད་ཀྱི་ནས་ཏཱ་ཏཱ་ལི་བཟོས་མཉམ་བསྡོམས་བརྒྱབ་ན་ཏཱ་ལི་བཟོ་བསྡད་ཀྱི་ཡོད་རེད་དེ་ནས་སྤྱི་སྟངས་ཙི་གི་འདི་རེད་དེ་སྐལ་བཟས་ད་ཡན་ལག་ཁག་ལ་འདང་ངེས་ཡོད་མེད་ར་ད་དེ་ལྟས་ཟིན་དེ་སྐལ་བཟས་འདི་རེད་ང་ཚོ་མི་འཛིན་ཁང་ལ་མི་ཞོ་ཁང་གཅིག་མི་ཡོད་མ་རེད། འདིས་སྨན་ཞོ་གང་སྐྱིད་པོ་མི་ཡོང་བ་མ་རེད། དེ་ནི་འདིས་རྡ་རམ་ས་གའི་གནམ་གཤིས་དེ་ག་དུས་ཡིན་ན་ཅིག་འགྱུར་ག་ལ་དགོས་རེད་ཅིག། གནམ་གཤིས་ག་དུས་ཡིན་ན་འགྱུར་བ་འགྲོ་བདེ་བ་དང་དེ་ལ་སོགས་པ་ང་ཚོས་བལྟས་ཏེ་དཀའ་ངལ་སྤྲད་བསྡད་ཀྱི་ཡོད་རེད། དུ་ནང་བཞིན་གྱི་སྨན་རྩིས་ཁང་ལ་འཛིན་གྱི་ཡན་ལག་པས་ལྔ་བཅུ་ང་ལྔ་བཟོས་ཡོད་རེད། དེ་ནི་ལོ་རེ་བཞིན་དུ་སྨན་གྱི་དགུན་ཁུག་ཡོད་ར། དེ་ཡང་ཧ་ལས་ཡར་ལོ་རེ་ནས་ལོ་རེ་ཡར་ཡང་འཕར་འདི་འགྲོ་བསྡད་ཡིན་པ། དེ་ཡིན་ན་ཡང་ད་ང་ཚོས་གང་ཐུབ་ཐུབ་ཀྱིས་ད་ཡན་ལག་སྨན་ཁང་ཁག་ལ་རྒྱུན་འཁོར་གྱི་སྨན་ཡོད་ར་བཟོ་ཐུབ་ཡ།

ད་འདི་བདེ་སྐྱིད་ཡོད་འདྲ་བོ་རེད་ཡིན་ཡང་དེ་དང་པོ་དེ་འཛིན་གི་བདེ་སྐྱིད་ཡོད་ནང་བཞིན་གྱི་དཔེ་སྨན་དང་པོ་བཟོས་དུས་དཔེ་ལག་སྡོང་གཅིག་པོ་རེད་ལག་པ་གཅིག་པོ་སྡོང་ནས་བཟོས་ཡོང་དུས་དཔེ་སྨན་ཉུང་ཉུང་ཕུན་ཉུང་ཉུང་ཙམ་བཟོ་ཐུབ་ཀྱི་ཡོད་མ་རེད་ད་དེ་ནས་དེ་ནས་རིམ་པ་བཞིན་ནས་ར་གི་ད་དྲུག་ཅུ་རེ་བདུན་དེ་རེ་ནས་ཁྲི་གཅིག་དེ་རེ་བྱས་ཡོང་ཉུལ་ཡོད་རེད་དེ་ནས་ད་སོ་ཆེ་ཤོས་དེ་བརྒྱད་ཅུ་ནས

ཡག་ཐག་ཆོད་ད་ང་རང་སུ་བཙན་བྱོལ་གྱི་གནས་བབ་ལ་ལྟ་ན་རག་གི་ཡག་ཐག་ཆོད་རེད་ཡག་ཐག་ཆོད་འགྲོ་ཡི་རེད། ལེགས་སོ་ད་དེ་རིང་དུས་ཚོད་ཀྱི་མེད་ད་དྲི་བ་ཐ་མ་དེ་འདི་ཡིན་ད་སྤྱི་བཏང་ནི་ད་ད་ལྟ་སྨན་སྦྱོར་ཁང་འདི་ཅིག་ཡར་རྒྱས་གཏོང་ཡས་ཀྱི་ཆེད་དུ་ཅིག་ལས་འཆར་དེ་འདྲས་ཅིག་མ་འོངས་པར་ལས་འཆར་དེ་འདྲས་དམིགས་བསལ་ཡོད་རེད་ཡོད་མ་རེད་གལ་སྲིད་ཡོད་པའི་ན་ཅིག་ག་རེ་ག་རེ་ཡོད་རེད། ད་ལྟ་རེད་ད་ལྟ་པའི་གནད་འགག་ཆེན་པོ་རེད་སྔོན་མ་ནི་ང་ཚོ་དེ་རིང་ནང་གི་པའི་ཅིག་ཐབས་ཤེས་མང་པོ་བྱས་རེད

དཀའ་ལ་དགོས་པའི་དོགས་པ་བཟོ་དགོས་གལ་ཆེ་ཤོས་རེད་དེ་གཞི་འཛིན་གྱི་ཐོག་ཏེ། ཐད་ཀར་དུ་ང་ཚོས་འཕྲུལ་ཆས་དེར་བེད་སྤྱོད་བཏང་བསྡད་ཀྱི་ཡོད། ཡིན་ན་ཡང་དེ་ད་དུང་ང་ཚོས་འཛིན་དགོས་པའི་ཆ་ནས་ཀྱི་སྨན་བཟོ་སྐྲུན་ལ་ཡོད་ར་ངོ་དམག་ཉམས་མྱོང་དང་དེའི་རིགས་དེ་ཆ་ཚང་བསགས་ནས་རེད། ད་དེ་ལ་གཅིག་སྨན་ཕོན་པོར་ཆས་བཟོ་ཡ་དེ་གལ་ཆེ་ཤོས་རེད་བསམ་གྱི་འདུག་ཕོན་པོར་ཆས་སྨན་སྨན་ཕོན་ཆས་བཟོ་བཟོ་ཡ་གྱི་ཐབས་ཤེས་གཅིག་ཡོད་རེད་དེ་ནི་དེ་ནང་བཞིན་གྱི་ད་སྨན་ཕོན་དེ་འདྲའི་བཟོ་དགོས་ཀྱི་ཡོད་ན་དེ་ལ

ཀྱིས་ལི་ཀ་ག་རེ་གཅིག་གི་འདུག་ག་རེ་ག་རེ་ལ་འཕེན་གི་འདུག་ག་རེ་ག་རེ་གནོད་ཡ་ལ་སོགས་པ་གི་ཏི་འདྲི་ཞིབ་འཇུག་བྱས་ཀྱི་ར་ད་དེ་སྲོལ་རྒྱུན་དང། ཚན་རིག་ཟུང་འབྲེལ་གྱི་ཐོག་ནས་ད་ཏི་བྱས་ཡ་གནད་འགག་ཆེན་པོ་ཟིག་ཆགས་ཀྱི་རེད་བསམ་གྱི་འདུག་ཏི་བྱས་ཀྱི་ད་ཏི་བྱས་ཡ་གི་ད་འཆར་གཞི་ཡོད་རེད། འཆར་གཞི་ཡོད་བཞིན་ཞོག་དུས་དེའི་འཆར་གཞི་ཡོད་པ་ནང་བཞིན་གྱི་ད་ཕར་ཆེར་འདིའི་ཀ་ལ་དགོས་རེད།

འཆར་གཞི་བཟོས་པ་རེད་འཆར་གཞི་དེ་ལས་འགོ་ད་བཙུགས་བཞག་རེད་ཅུང་ཟད་ལས་འགོ་འགོ་བཙུགས་ནས་ད་ལས་རིམ་འགྲོ་བཞིན་པ་རེད། ད་དེ་ལས་ད་གི་མ་འོངས་བ་ལ་དེ་ལས་འཆར་གཞི་དེ་བྱ་གི་མ་རེད་བཀྲི་བ་ཡིན་ན། ད་ང་ཚོའི་དེང་སང་དེང་སང་དཀའ་ངལ་འཕྲད་བཞིན་པའི་ཡན་ལག་ཁག་ལ་དུས་ཐོག་དགོས་མཁོའི་སྨན་རྫས་གང་ག་གཏོང་ཐུབ་པ་གཅིག་དང། གཉིས་ནི་ད་སྐལ་བཟང་རིན་ཆེན་རིན་བོ་ད་མི་མང་གི་འདོད་མོས་བཞིན། མི་མང་ལ་མཁོ་བ་ནང་བཞིན་ང་ཚོས་བཟོ་སྐྲུན་ཐུབ་ཡག་གི། དགེ་མཚན་ཆེན་པོ་ཡོང་གི་རེད་བསམ་གྱི་འདུག་དེ་ནི་ཐེག་གསུམ་པ་དེ་ཡང་གལ་ཆེ་ཤོས་དེ་འདི་རེད་ད་འཛམ་གླིང་གི་ཤར་ནུབ་མང་པོ་ལ་ནད་པ་མང་པོ་ད་སྨན་རྩིས་ཁང་ནས་བཟོ་བ་གི་སྨན་དེ་སྤེལ་ར་ཡ་ལ་སྤེལ་རེ་འདུན་ཤུགས་ཆེན་པོ་དང། ད་ག་ཚོད་འདོད་འདོད་པ་ཞིག་གི་རེ་འདུན་ཤུགས་ཆེན་པོ་བཅིག་ཡོད་རེད་ད་དེ་བཞིན་དུ་དེའི་ཆ་ཚང་དུ་རུ་ད་ཁོ་ཚོ་གང་ག་གི་འདོད་པ་སྐོང་ཐུབ་ཡག་ད་དེ་འདི་འདི་ཆག་གི་རེད་བསམ་གྱི་འདུག་ད་ཕར་ཆེར། གསོ་བོ། ཕར་ཆེར་ཏན་ཏིག་ཟེར་རེད། ཏན་ཏིག་ཟེར་རེད།
ཐུགས་རྗེ་གནང། མཚམས་འདི་ནས་ད་དེ་རིང་གི་ང་ཚོའི་གི་བགྲོ་གླེང་གི་ལས་རིམ་འདི་ད་ང་མཇུག་སྒྲིལ་གྱི་ཡིན། ཨ་ནི་གོང་གི་ང་ཚོའི་བགྲོ་གླེང་ཞུ་ཡས་གི་བརྗོད་གཞི་འདི་ནི་བོད་ཀྱི་སྨན་རྩིས་ཁང་གི་སྨན་སྦྱོར་ཁང་དང་འབྲེལ་བའི་སྐོར་ལ་ཡིན། ཨ་ནི་དེ་རིང་ང་ཚོའི་བགྲོ་གླེང་གི་ལས་རིམ་འདིའི་ནང་ལ་ཡང་མཉམ་ཞུགས་གནང་མཁན་འདི་ཨ་ནི་སྨན་སྦྱོར་ཁང་གི་འགན་འཛིན་གཞོན་པ། སྐུ་བཅར་བ་སྨན་རམས་པ།